སེམས་ཀྱི་ཚོར་བ་དེ་སྐད་ཆས་མཚོན་སྐད་ཆ་དེ་ཡི་གེས་མཚོན་དགོས་པ་དེ་ཡིན་པ་ཡིན་དུས་ཁྱེད་རང་བརྡ་སྤྲོད་མ་བྱས་ན་ག་འདྲས་སུ་ཚོར་བ་མཚོན་པ་ཅི་ག་ནི། སྐུ་གཞོན་བློ་རྗེ་བཀྲིས་བྱས་ནས་མི་གས། དངོས་གནས་བྱས་ན་ང་ནི་འདྲེ་ཤོད་ཡ་མིན་ཏེ་ད་ངས་མི་གས་བརྡ་སྤྲོད་ནོར་ཙང་མི་ལ་གོ་ནོར་ཐེབས་ཀྱི་འོ་ཧའི། དེ་རེད། བྱས་ཙང་མཁས་པའི་བྱ་བ་གསུམ་འཆད་པ་དང་རྩོད་པ་དང་རྩོམ་པ། འཆད་རྩོད་རྩོམ་གསུམ་ལ་མེད་དུ་མི་རུང་བ་དེ་ག་རེ་རེད་པས་ན་བརྡ་སྤྲོད་རེད། བརྡ་སྤྲོད་ཡག་པོ་མེད་ན་འཆད་རྩོད་རྩོམ་གསུམ་ལ་དངོས་གནས་དཀའ་ཁག་འཕྲད་གི་རེད། དེ་འདྲའི་ཡིན་པ་ཡིན་ཙང་སྔོན་གྱི་མཁས་པའི་གསུང་ལ་ཡོང་གི་འདུག་ག། ལེགས་ཉེས་བླང་དོར་གནད་ལ་ལྟ་བའི་མིག། མཁས་པའི་མདུན་སར་བཀའ་མཆིད་མོད་ལ་འཇགས། སྙན་འཇེབས་ལེགས་བཤད་དཔེ་ལ་ལྟ་འབུར་ར། ཡི་གེའི་སྦྱོར་བ་དེ་ནས་གཞན་ལ་གང། ཤེས་རབ་ཀྱི་མིག་ཐོགས་དགོས་ན་ངེས་པར་དུ་རིག་གནས་སློབ་སྦྱོང་བྱེད་དགོས་རིག་གནས་སློབ་སྦྱོང་བྱེད་པ་ལ་བརྡ་སྤྲོད་ཤེས་དགོས་འདུག་ག། གཅིག་དེ་རེད། གཉིས་པ། མཁས་པའི་མདུན་སར་བཀའ་མཆིད་མོད་ལ་འཇགས་ཟེར་དུས། མཁས་པ་མང་པོ་གདན་འཛོམས་པའི་དབུས་སུ་རིག་པའི་གཞུང་ལུགས་ལས་བརྩམས་ཏེ་ལྟ་ཚུལ་ལྷུག་གླེང་བྱེད་ཡ་ཆད་པ་དང་རྩོད་པ་དེ་འདྲས་བྱེད་ཀྱི་ཡིན་ན། བརྡ་སྤྲོད་མ་བྱས་ན་ཡོང་དགོས་བ་མ་རེད། སྙན་འཇེབས་ལེགས་བཤད་དཔེ་ལ་ལྟ་འབུར་ར་སྙན་རྩོམ། ཡང་མེད་ན་རྩོམ་ཡིག། བརྡ་སྤྲོད་མ་ཤེས་ན་རྩོམ་ཡིག་གི་འདྲི་དྲི་བོ་རེད། བྱས་ཙང་བརྡ་སྤྲོད་ཡག་པོ་ཤེས་པ་ཡིན་ན་དངོས་གནས་རང་གི་སེམས་ཀྱི་དགའ་སྐྱོ་ཆགས་སྡང། ཡང་མེད་ན་ཅིག་རིག་པའི་གཞུང་ལུགས་ལས་བརྩམས་ཏེ་རྩོམ་རྒྱག་གི་ཡིན་ན། ད་ད་ནངས་ཚོ་དཔེ་ཁང་ནང་སླེབས་དུས་དཔེ་ཁང་ནང་གི་དཔེ་དེབ་འདི་ཀྱི་ཚང་མ་ལོ་བརྡ་སྤྲོད་ཤེས་མཁན་གྱིས་བརྩམས་བཞག་རྒྱོ་རེད་མ་གཏོགས་བརྡ་སྤྲོད་མ་ཤེས་མཁན་ཅིག་གིས་དཔེ་དེབ་བརྩམས་རྒྱོ་ཡོའོ་མ་རེད་ད། ངག་ཐོག་ན་བཀོད་བྱས་ངག་ཐོག་ཡོད་དེ་འགྱོ་དེ་ཡི་གེ་ཤེས་མཁན་ཅིག་གིས་མ་བཀོད་བྱས་བརྡ་སྤྲོད་ཤེས་མཁན་ཅིག་གིས་བཀོད་གི་ཡོ་རེད་མ་གཏོགས། ཡོང་གི་ཡོད་མ་རེད། བྱས་ཙང་བརྡ་སྤྲོད་སློབ་སྦྱོང་ཡག་པོ་བྱེད་ཐུབ་པ་ཡིན་ན། མཁས་པའི་བྱ་བ་གསུམ་དུ་ཨ་ལས་མ་འཕྱུགས་ནས་རང་གི་སེམས་ཀྱི་དགའ་སྐྱོ་ཆགས་སྡང་དེ་ཡིག་ཐོག་ལ་མ་ཕབ་པ་ལ་དོགས་པ་ཡོང་གི་མ་རེད། འོ་ད་དེ་འདྲས་རེད། བྱས་ཙང་ད་གི་གོང་དུ་ཞུས་སོང་ང། བརྡ་སྤྲོད་སློབ་སྦྱོང་ཡག་པོ་བྱས་སོང་ན་སྔོན་གྱི་མཁས་པ་ཚོས་གཞུང་ལ་ཐོས་བསམ་སློབ་གཉེར་བྱེད་ཐུབ་ཀྱི་རེད། བརྡ་སྤྲོད་སློབ་སྦྱོང་ཡག་པོ་བྱས་པ་ཡིན་ན་རང་གི་དགའ་སྐྱོ་ཆགས་སྡང་དང་མཁས་པའི་བྱ་བ་གསུམ་ལ་སོགས་པ་འཆད་རྩོད་རྩོམ་གསུམ་འདུ་འཛོམས་ཡག་པོ་བྱེད་ཐུབ་ཀྱི་རེད། འདི་ཡིས་བརྡ་སྤྲོད་སློབ་སྦྱོང་བྱེད་པའི་ཁྱད་ཆོས་བཞི་པ་དེ་རེད། ད་བརྡ་སྤྲོད་སློབ་སྦྱོང་ཡག་པོ་བྱས་པ་ཡིན་ན། དགེ་མཚན་ཆེ་ཤོས་དེ། རིག་གནས་རྒྱུན་འཛིན་བྱེད་ཐུབ་པར་གདའ། ང་ཚོས་གཟིགས་ཀྱི་ཡོད་རེད་པ། རྒྱུན་འཛིན་བྱེད་དགོས་གཟིགས་དགོས་རེད་པ། རྒྱུན་འཛིན་བྱེད་ཡག་དེ་བརྡ་སྤྲོད་ཤེས་པའི་ཐོག་ནས་རྒྱུན་འཛིན་བྱེད་དགོས་ཀྱི་རེད་མ་གཏོགས། བརྡ་སྤྲོད་ཡག་པོ་མ་ཤེས་ན་གང་འཚམ་ལས་ཡག་ཨ་ནི་ང་ཚོས་ཀྱིས་ཨ་ལས་ཀུ་ཅི་འདི་རྒྱུན་འཛིན་བྱེད་དགོས་འདུག་དེ་འདི་སྐད་ཕར་རྒྱག་ཡིག་ལས་བསྒྱུར་ཨ་ནི་དེ་ནས་མ་སྤེལ་གི་ཡང་ན་དབྱིན་ཡིག་ལས་བསྒྱུར་ཨ་ནི་ཡོང་དགོས་བ་མ་རེད། དེ་འདྲས་བྱས་ན་རིག་གནས་གཞན་འགྱུར། ངོ་བོ་གཞན་ཞིག་ལ་འགྱུར་འགྲོ་གི་རེད། ཁ་ཅིག་ཟིན་ཐོག་ཁབ་རེད་ང་བོད་ཀྱི་བརྡ་སྤྲོད་ཡག་པོ་ཤེས་ཀྱི་མེད་དེ། ཨ་ནི་དབྱིན་ཇིའི་བརྡ་སྤྲོད་ཡག་པོ་ཤེས་ཀྱི་ཡོད་སྐུ་ཅི་ཨེ་ངན། དེ་པེ་ཅི་ཏི་ཀྱེ་ཨེ་ལས་དབྱིན་ཡིག་ལ་བསྒྱུར་རོགས་གྱིས། ཨེ་འདི་ནས་ང་རས་མ་བལྟ་གི་ཡིན། ཨེ་འདི་དུས་ངོ་རྒྱུགས་ཚར་རེད། དཀའ་ངལ་ཆེན་པོ་ཞིག་ར་འཕྲད་གི་རེད། བྱས་ཙང་བརྡ་སྤྲོད་སློབ་སྦྱོང་ཡག་པོ་བྱེད་ཐུབ་ན་གོང་དུ་བཤད་པའི་ཁྱད་ཆོས་ཆེན་པོ་ལྔ་འདི་རྒྱལ་ཚང་གི་རེད། དང་པོ་རང་གི་སྐད་བརྡའི་བྱང་ཚད་གོང་མཐོར་གཏོང་ཐུབ་པ། ཨ་དེ་ཤར་སྤྱི་ཚོགས་སྐད་བཤད་པའི་སྣང་ངོ་ནས་བོད་ཀྱི་སྤྱི་སྐད་གཏན་འཁེལ་བཟོ་ཐུབ་གི་རེད། བརྡ་སྤྲོད་སློབ་སྦྱོང་ཡག་པོ་བྱེད་མ་ཐུབ་པའི་ཞུ་སྒོ་སྤྱི་སྐད་ལ་རྩོད་པ། ཐ་སྙད་རེ་ཟུང་རེ་ཟུང་ནས་རྩོད་པ། ཡུལ་སོ་སོའི་གོ་བརྡ་མ་འཕྲོད་པའི་དབང་གིས་རྩོད་པ་རྐྱང་རྐྱང་བརྒྱབ་བསྡད་ཡོད་ང་ཚོ་ནི་རྩོད་པ་དགའ་པོ་རེད་པ། དྲ་བའི་ག་འདི་བ་རྦད་དེ་ལག་ལེན་ག་རེ་ཡིན་ན་མིན་ན་རྦད་དེ་རྩོད་པ་བརྒྱབ་བསྡད་གི་འདུག་བ། རྦད་དེ་རྩོད་པ་བརྒྱབ་བསྡད་གི་འདུག་བ། ཨ་བྱས་ཙང་བརྡ་སྤྲོད་ཡག་པོ་མ་བྱས་ན་རྩོད་པ་དང་དུ་དུར་དུར་འགྲོ་གི་རེད། མཁས་པའི་དབང་པོ་དགེ་འདུན་ཆོས་འཕེལ་ལགས་གསུང་གི་འདུག་བ། དེ་མིན། དེ་གསུང་གི་འདུག་ག། རང་རེ་རྣམས་ཇི་སྲིད་དུ་ཆོས་སྐད་ལ་ཆ་འཇོག་བྱེད་པ་དེ་སྲིད་དུ་བོད་ཡུལ་ཡོངས་རྫོགས་ཀྱི་སྐད་རིགས་གཅིག་ཏུ་གནས་པ་ཡིན་ཞིང། དེའི་ནང་གི་ཆོས་སྐད་ཟེར་ཏེ་ག་བར་གཟིགས་པར་སོང་གསུང་རབ་དང་མཐུན་པའི་བརྡ་ཐ་སྙད། བརྡ་སྤྲོད་རིག་པ་ཟིག་ཡོད་རེད་བརྡ་སྤྲོད་རིག་པའི་འགྲོས་དང་མཐུན་པའི་ཡི་གེའི་འགྲོ་སྟངས་བརྡ་སྤྲོད་རིག་པའི་འགྲོས་དང་མཐུན་པའི་སྐད་ཆ་བཤད་སྟངས་འདི་ང་ཚོ་བོད་ཀྱི་སྤྱི་སྐད་ཡིན་ཆེད་རེད། ཨོ། རང་རེ་རྣམས་ཇི་སྲིད་ཆོས་སྐད་ལ་ཆ་འཇོག་བྱེད་པ་དེ་སྲིད་དུ་བོད་ཡུལ་ཡོངས་རྫོགས་སྐད་རིགས་གཅིག་ཏུ་གནས་པ་ཡིན། དཔང་རྟགས་གར་རེ་མངའ་རིས་ནས་བྲིས་པའི་གླེགས་བམ་གྱི་ཕུང་པོ་ཞིག་ཨམ་མདོའི་ཡུལ་དུ་འཁེལ་ཀྱང་ཐམས་ཅད་ཀྱིས་ལྷོགས་ཤིང་གོ་ཐུབ་པ་ཡིན། མངའ་རིས་ནས་བྲིས་བཞག་པའི་རྩོམ་པ་པོ་ཅིག་གིས་བརྡ་སྤྲོད་དང་མཐུན་པའི་ཐོག་ནས་རྩོམ་རྒྱག་འོས་ན་ཨམ་མདོར་བྲིས་སྣང་དག་ཡོད་མ་རེད། ཨ་མདོ་ནས་བྲིས་བཞག་པའི་རྩོམ་པ་པོ་ཅིག་གིས་དཔེ་དེབ་བྲིས་ཀྱང་ང་ཚོ་དབུས་ལུགས་ལོ་དོན་སྣང་དག་མི་འདུག། འདི་གར་ཆེ་བ་རེད་བརྡ་སྤྲོད་དུ་འདུས་ཙང་རེད། བ་ཐམས་ཅད་ཀྱིས་ལྷོགས་བཞིན་གོ་ཐུབ་པ་ཡིན། དེ་མིན་དེང་སང། འོ་དབུས་ཀྱི་ཕལ་སྐད་དང་བླ་དྭགས་ཀྱི་སྐད་སོགས་སྣང་བ་གང་དྲན་གྱི་སྐད་ཚོད་དུ་བསྡེབས་པ་དེ་རིགས་རྒྱ་ལ་ད་གཟོད་ཆེ་རུ་སོང་ན་ཡུལ་སོ་སོའི་ཕལ་སྐད་མི་འདྲ་བའི་དབང་གིས་མཐར་བོད་ཀྱི་སྐད་ཅིག་ཡང་དུམ་བུར་ཆད་དེ། ཡང་བོད་ཀྱི་སྐད་དུམ་བུར་ཆད་ཀྱི་རེད་གདའ། འདི་ག་རེ་སྲིད་འོར་སངས་བརྡ་སྤྲོད་ལ་སྣང་ཆུང་བཏང། ཡུལ་སྐད་ལ་གཙིགས་ཆེན་མཛད། ཡུལ་སོ་སོའི་ཀྱི་ཕལ་སྐད་སྒྲ་མི་འདྲ་དེ་འདྲའི་ཨ་ནི་རྩོམ་ཡིག་སྒྲ་མི་འདྲ་བྲིས་པ་ཡིན་ན། ཨ་མཐའ་མ་ག་རེ་ཆིག་རེད་ས་བོད་ཀྱི་སྐད་དུམ་བུར་ཆད་འགྲོ་གི་རེད། སྣ་ལྔའི་ངན་མ་ཡང་ཞུས་བྱུང་ང། བེམ་པོ་བ་རྣམ་པ་ཚོས་སྣ་ལྔའི་མི་སྣ་ལྔས་གཟིགས་ཀྱི་ཡོད་ན། ཨ་འཛམ་པ་བ་རྣམ་པ་ཚོས་འབོད་མོན་པའི་བྲིས་ཀྱི་རེད་ད། ཨ་མདོ་བ་རྣམ་པ་ཚོས་ཧྲག་གི་མི་ཧྲག་གི་བྲིས་ཐག་ཆོད་བྲིས་ཀྱི་རེད་ད། བྲིས་ཡག་ཡོད་རེད་ནི། ང་ཚོ་དེ་ལྷ་སའི་ཉིས་ལྡབ་རེད་ང་ལྷས་སའི་ཉིས་ལྡབ་རེད་དེ། ཡུལ་སྐད་བྲིས་ན་བྲིས་ཡག་ཡོད་ནི་རྐང་པ་ལ་རྐང་པ་གཟིགས་ཀྱི་མ་རེད་རྐང་ཁ་གཟིགས་རེད་ལག་པ་ལ་ལག་པ་གཟིགས་མ་ལག་ཁ་གཟིགས་རེད། འོ་འགྲམ་པ་ལ་འགྲམ་པ་གཟིགས་མ་རེད་བདེན་པ་ཡིན་ན་ཟེར་རེད། ངོ་འདི་འདྲའི་ཕྱོགས་བསྡོད་བ་རེད། ཨ་འདི་འདྲའི་གང་ག་ཐ་སྙད་ཡར་འདོན་ཨང་གང་འཛམ་ལ་གར་བཅས་ཡུལ་སྐད་མི་འདྲ་བའི་དབང་གིས་བོད་ཡིག་གི་སྤྱི་སྐད་དུམ་བུར་བྱས་འགྲོ་གི་རེད། ངས་ཁ་སང་རྩོམ་ཡིག་ཅིག་གང་ལས་བྲིས་འདུག་ཨ་འདས་པའི་ལོ་རྒྱུས་ཀྱི་ཁྲོད་ལ་ཆོས་བརྒྱུད་མི་མཐུན་པ་དང་དབང་རིས་འཕྲོག་རྩོད་ལ་སོགས་པའི་བོད་མི་ནང་ཕན་ཚུན་ལ་འཕྲོག་རྩོད་མང་པོ་བྱས་བཞག་དེ་མི་རིགས་གང་ག་ཡོད་རེད། ད་ནི་ག་རེ་བྱེད་ཀྱི་ཡོད་རེད། སྔར་དམག་གི་འཕྲོག་རྩོད་གཏོང་ཚུལ་ཡག་ཞི་གནས་རེད་ཅེས་བསླངས་རྗེས་ཨ་ནི་ཁ་འཁྱེར་བྱས་རྗེས་ངས་མང་འདི་འདྲའི་འདི་འདྲའི་བྱས་འདུག་བོད་པའི་ཡི་གེ་ཟེར་ན